སླར་སོ་ཚང་མ་ལ། སླར་ཡང་བཀྲ་ཤིས་བདེ་ལེགས། ཨ་ནི་དེའི་གོང་ལ་བརྩོན་འགྲུས་བརྩོན་འགྲུས་ཀྱི་འགྲེལ་བརྗོད་ཏོས་ཆེ་ཚ་རེད་བརྩོན་འགྲུས་ཀྱི་དབྱེ་བ། རྒྱལ་སྲས་ལག་ལེན་སོ་བདུན་ནང་གི་རྩ་བ་གཅིག་ཡོད་ར་བརྩོན་འགྲུས་སྐོར་གྱི་རྩ་བ་དེ་གི་ཚིག་རྐང་རེ་རེ་བྱས་ནས་འགྲེལ་བརྗོད་གང་ཐུབ་ཐུབ་ཀྱིས་བརྒྱབ་ཚར་བ་རེད། ད་ད་ལྟ་ང་ཚོས་བརྩོན་འགྲུས་རྩོམ་སྟངས་བྱེད་ར་བརྩོན་འགྲུས་བྱེད་སྟངས་བརྩོན་འགྲུས་ག་འདྲས་བྱེད་འོ་རེད་ལབ་ར་ད་དང་པོ་ང་ཚོ་བརྩོན་འགྲུས་ལབ་ན་འདི་འདི་རེད་བརྩོན་འགྲུས་ཀྱི་དབྱེ་བ་འདི་རེད་ལབ་ནས་ད་ཞུས་ད་ར་བ། ད་ང་ཚོའི་གཙོ་བོ་འདི་ག་རེ་རེད་ལག་ལེན་བསྟར་ཡ་འདི་ར་བ་དངོས་སུ་ལག་བསྟར་བྱེད་ཡ་འདི། དངོས་སུ་ལག་བསྟར་བྱེད་བ་ལ་དང་པོ་བརྩོན་འགྲུས་རྩོམ་སྟངས་འདི་བརྩོན་འགྲུས་བྱེད་སྟངས་འདི་ག་འདྲས་ཡིན་པ་ཅིག་མཁྱེན་དགོས་ར་བ། ཤེས་དགོས་རེད་བྱས་ཙང་འདིའི་སྐོར་ལ་མདོར་བསྡུས་ཅིག་བཤད་ཀྱིན།

སྡིག་པ་ཡི་ལས་བྱས་བརྗོད་རོ། དེ་ཚོ་ལ་ཡང་དེ་ཚོ་ཡང་ལེ་ལོ་རྩིག་ཡོར་ད། ང་ཚོས་ཧུར་ཐག་འབའ་ཐག་བྱས་ནས་ལས་ཀ་སྡུག་ཅག་དེ་འདྲ་བྱེད་དེ་བརྗོད་རོ། དེ་ལེ་ལོ་མ་རེད་ལ་ཡོད་མོད་དེ་ཡང་ལེ་ལོ་ཅིག་རེད། ག་ཡི་ནང་ལ་རེད། བྱ་བ་ངན་ཞན་གྱི་ལེ་ལོ། ཨ་ནི། ང་ཚོས་ཡང་སྐད་ཆ་ཆོ་མེད་ཀྱོ་བཤད་དེ་ཡང་དེ་འདྲ་ཡོད་རེད་བ། དེ་ཚོ་ཚང་མ་བྱ་བ་ངན་ཞན་གྱི་ལེ་ལོ་ནང་ལ་ཚུད་འགྲོ་གི་ཡོད་རེད། གཉིས་པ་འདི། སྒྱིད་ལུག་པའི་ལེ་ལོ། སྒྱིད་ལུག་གི་ལེ་ལོ་ལ་དུ་བ། ད་དེ་སྒྱིད་ལུག་ལས་དེ་ང་ཚོ་ནམ་རྒྱུན་མང་པོ་ཅིག་གོ་གི་ཡོད་རེད་བ། ང་ཚོ་ང་ཚོ་མི་ད་མི་མང་ཆེ་བ་ཅིག་ལ་ད་དེ་གོམས་གཤིས་དེ་ཡོད་རེད་བ། ཕར་འགྱངས་བྱས་བསྡད་བྱོས་རོགས།

བདག་ཉིད་བརྙེས་པ་ལ་ན་སོ་སོ་བདག་ཉིད་ལ་ན་སོ་སོར་བ་རང་ཉིད། བརྙེས་པ་ལ་ན་སོ་སོ་རང་ཉིད་ལ་དག་སྨྲ་འབེབས་བྱེད་བའི་རོ་ཡང་ན་ན་སོ་སོ་རང་ཉིད་ལ་ཡིད་ཆེས་མེད་པ་སྙིང་སྟོབས་མེད་པ་ལས་ཅིག། འདི་འདྲའི་འགྲོ་འཇིག་རེ་ད་དེ་རྣམས་ལ་གར་བྱེད་དོ། སྙིང་སྟོབས་མེད་པ་ལས་དེ། སྙིང་སྟོབས་མེད་པ་དེ་གི་ཀ་དག་ག་འདྲའི་རོ་མཚོན་གྱི་ཡོད་རེ། ཨ་ནི། དཔེར་ན། ང་རང་གི་ད་དེ་བྱེད་ཐུབ་ས་མ་རེད་ལས་བརྗོད་ར། ཨོ་སྟེ་ཨ། དེ་རྣམས་ནོ་ཡིས། སྙིང་སྟོབས་མེད་པ་ལ་ཅིག་དྲི་དུ་བ། བདག་ཉིད་ལ་བརྙས་པ་ལས་ཏེ། བདག་ཉིད་ང་རང་གི། འདི། དམ་པའི་ཆོས་ལས་འདི་དངོས་གནས་རྒྱ་ཆེན་པོ་དཔེ་རེ་བཞག། ང་ཡིན་ན་ད་ང་རིག་པ་ཡག་པོ་མེད། ངས་ཤེས་ཐུབ་ས་མ་རེད། ངས་སྦྱང་ཐུབ་ས་མ་རེད། ང་ལ་དུས་ཚོད་མེད། ཨ་ནི། ཅིག། སངས་རྒྱས་གོ་འཕང་ཐོབ་པའི་ལས་དེ་ལྟར་གཉིས་ལམ་ཡིན་ས་རེད། ངས་ནི་རྩ་བ་ཉིད་ནས་བྱེད་ཐུབ་ས་མ་རེད་བསམ་ཡ་བྱེད་འོ་མ་རེད་སོ་སོ་སོ་སོ་ལ་དེ་འདྲའི་སྙིང་སྟོབས་མེད་རྒྱུ་སོ་སོ་སོ་ལ་གདེང་ཚོད་མེད་རྒྱུ་དེ་འདྲའི་ཅིག་འདུག་ཨ། དེ་ལ་ཡང་ལེ་ལོ། དེ་ཡང་ལེ་ལོ་གྱི་དབྱེ་བ་ནང་ལོག་ཚུལ་དྲུག་ཡོད་རེད་དེ་ལ། བདག་ཉིད་རྙེད་པའི་ལེ་ལོ། ལ་སོགས་དེ་འདྲའི་བྱས་བྱས། ཨ་ནི། ལས་ལོག་གི་དབྱེ་བ་དེ་ཚར་བ་རེད་ལ། ད་ནི་གལ་སྲིད་ལས་ལོག་གི་བྱ་བ་ཅིག་ཡོད་རེ་བ་དང་ད་ལས་ལོག་དབྱེ་བ་གསུམ་འདུག་བ་དེ་ཚོ་གསུམ་སྤང་བ་ཡིན་ན་བརྩོན་འགྲུས་ད་ནི་རང་ཤུགས་ཀྱིས་སླེབས་འགྲོ་གི་ཡོད་རེད་ལ་སོ། ད་དེ་ལ་ང་ཚོ་ནམ་རྒྱུན་གཏམ་དཔེ་ཅིག་ཡོད་རེད་གཏམ་དཔེ་དེ་ག་རེ་རེད། བརྩོན་འགྲུས་ཅན་གྱི་བྲག་ལ་ཨི་ཀུང་ཕིག། ཤེས་རབ་ཡོད་ཀྱང་ལེ་ལོས་དོན་མི་འགྲུབ། ཅེས་པ་དང་འདྲའོ་ལ་ཤ་ད་འདི་ག་རེ་རེད་ང་ཚོ་ནམ་རྒྱུན་གཏམ་དཔེ་ཅིག་ཡོད་རེད་བོད་ལ། བརྩོན་འགྲུས་ཡོད་པ་ཡིན་ན་བརྩོན་འགྲུས་ཅན་གྱིས་ལབ་ན་བརྩོན་འགྲུས་བྱེད་མཁན་གྱི་མིས་ལབ་ཀྱི་རོ་བརྩོན་འགྲུས་ཅན་གྱིས་བྲག་ལ་ན་ད་རྡོ་ཆེན་པོ་དེ་འདྲ་འདུག་དེ་ཚོ་ལ་ཨི་གང་སྤི་ཐུབ་ཀྱི་རེད་ལར་དེ་ཚོ་ལ་ནི་ཁོག་སྟོང་དེ་འདྲ་བཟོས་ཐུབ་ཀྱི་རེད། ཤེས་རབ་ཡོད་ཀྱང་ལེ་ལོས་དོན་མི་གྲུབ། གལ་སྲིད་རིག་པ་ཡོད་ན་ཡང་ཤེས་རབ་ཡོད་ན་ཡང་གལ་སྲིད་ལེ་ལོ་བྱེད་པ་ཡིན་ན་ང་ཚོ་དོན་དག་རྩ་བ་ཉིད་ནས་འགྲུབ་ཀྱི་མ་རེད་ལ་ཅིག་ཡོད་རེད། ལ་སོ་ད་འདི་རྗེས་ལ་ངས་སྒྲུང་བྲིས་ལོག་གི་ཡིན། འདི་དང་འབྲེལ་བའི་སྒྲུང་ཐུང་དུ་གཅིག་ཀློག་ཡིན། སྒྲུང་འདི་ཀྱི་མིང་ལ། ཕྱུག་པོའི་བུ་ཤེས་རབ་དང་དབུལ་པོའི་བུ་བརྩོན་འགྲུས་ཀྱི་གཏམ་རྒྱུད། ད་འདི་སྒྲུང་དེ་མ་གཅིག་ཀློག་ཡིན་ད་གཏམ་རྒྱུད་དེ། སྔོན། མི་ཚང་ཕྱུག་པོ་ཞིག་ལ་བུ་ཤེས་རབ་ཆེ་བ་ཡུལ་མིས་བརྩི་མཐོང་གུས་བཀུར་བྱེད་པ་དང་ཁོའི་མིང་ལ་ཤེས་རབ་ཟེར། ཡང། མི་ཚང་དབུལ་པོ། ཚང་འདི་གོ་ས་མ་རོགས། མི་ཚང་དབུལ་པོ་ཞིག་ཡོད་པ་དེ་ལ་རྣམ་དཔྱོད་ཡག་པོ་མེད་པ་དང་ཁོའི་མིང་ལ་བརྩོན་འགྲུས་ཟེར་བ་རེད། བུ་དེ་གཉིས་གྲོགས་པོར་གྱུར་ནས་གཅིག་གིས་གཅིག་ལ་ཧ་ཅང་དགའ་པོ་བྱེད་ཀྱི་ཡོད་པ་རེད། ནམ་ཞིག་བུ་དེ་གཉིས་མཉམ་པོར་སློབ་གྲྭར་བཏང། ཕྱུག་པོའི་བུ་ནི་བློ་གྲོས་གསལ་ཡང་ལེ་ལོ་ཆེ་བས་སློབ་སྦྱོང་ཡག་པོ་མ་བྱས། དབུལ་པོའི་བུ་དེ་དབང་པོ་རྟུལ་པོ་ཡིན་ཡང་བརྩོན་འགྲུས་ཆེན་པོ་བྱས་ནས་མཁས་པ་ཆགས། ཡིན་ནའང། མི་ཐམས་ཅད་ཀྱིས་ཕྱུག་པོའི་བུ་དེ་ཤེས་རབ་ཅན་ཡིན་པས་མཁས་པ་ཆེན་པོ་ཡོང་གི་རེད། དབུལ་པོའི་བུ་དེ་ནི་དབང་རྟུལ་ལུགས་ལྟ་བུ་ཞིག་འདུག་པས་དེ་ལ་ཡོན་ཏན་བསླབས་ནས་ཤེས་ཀྱི་མ་རེད་བརྗོད་ཀྱི་ཡོད་པ་རེད། ལོ་རེ་བཞིན་ཡོན་ཏན་ཤེས་ཚད་རྒྱུགས་ལེན་སྐབས། ཕྱུག་པོའི་བུ་སློབ་སྦྱོང་ཡག་པོ་མེད་ཀྱང་དགེ་རྒན་ལ་དངུལ་མང་པོ་སྤྲད་པས་གོང་དུ་བཞག། དབུལ་པོའི་བུ་དེ་ཀུན་ལས་མཁས་པ་བྱུང་ཡང་སློབ་ཕྲུག་ཐམས་ཅད་ཀྱི་མཇུག་ཏུ་ལུས་བཅུག་པ་རེད། དེ་འདྲའི་དྲང་པོ་མིན་པའི་ལས་ཀ་མང་པོ་བྱས་ནས་དབུལ་པོའི་བུ་ཕམ་དུ་འཇུག་གི་ཡོད་པ་སློབ་གྲྭའི་འགོ་ཁྲིད་གོང་རིམ་ཚོས་ཤེས་པ་རེད། ལན་གཅིག་གོང་རིམ་རྣམས་ནས། དགེ་སློབ་མི་མང་འཁོར་བཅས་འཛོམས་སར་ཡོན་ཏན་གྱི་མཐོ་ཚད་རྒྱུགས་བླངས་པ་རེད། དེ་དུས་དབུལ་པོའི་བུ་དེ་སློབ་ཕྲུག་ཀུན་ལས་ལྷག་པ་བྱུང་ཞིང། ཕྱུག་པོའི་བུ་དེ་ནི་ཐམས་ཅད་ཀྱི་རྗེས་སུ་ལུས་པ་རེད། ལ་སོ། དེ་རེད། ད་དེའི་གཏམ་རྒྱུད་དེ་ནང་ལོ་ལ་བུ། ཤེས་རབ་ཅན་ཅིག་ཡོད་རེད། ཡང་བུ། དབང་པོ་རྟུལ་པོ་ལ་དོ་བ་དེའི་ནང་ལོ་ལ་དབང་པོ་རྟུལ་པོ་ལབ་ན། རིག་པ་ཡག་པོ་ཡོད་མ་རེད། རིག་པ་ཡག་པོ་ཡོད་མ་རེད་དེ་ལས་ཁོ་རང་གི་བརྩོན་འགྲུས་ཆེ་སོང་ཨ། ནི་བུ་གཞན་པ་དེ་ཕྱུག་པོ་བྱས་ཨ་ནི་ད་གཙོ་བོ་དེ་ཁོ་རིག་པ་ཡག་པོ་འདུག་ཡིན་ནའི་ལས་ལས་ལོག་ཚ་བོ་བྱས་རྗེས་ཨ་ནི་རྗེས་ལ་སློབ་སྦྱོང་ཡག་པོ་ཤེས་ཀྱི་མི་འདུག་ཨ། ཨ་ནི་བརྩོན་འགྲུས་བྱེད་མཁན་དེ་ཡིག་རྒྱུགས་ད་དེ་ནང་ལོ་ལ་ཁ་ཁ་ཁ་ཁྲི་ཐོ་ཐོ་ཚེ་ཨ་ཁ་རེ། ཡོན་ཏན་གྱི་མཐོ་ཚད་རྒྱུགས་བླངས་ལ་དུ་བ་དེ་ཚོའི་མཐོ་ཚད་ཀྱི་རྒྱུགས་ལ་དེ་ཡིག་ཚད་གཏང་གི་ཡོད་ར་བ་ད་ཁོ་རང་ལ་ཡོན་ཏན་ག་ཚད་དུ་བཏང་ཡག་ང་ཚོ་ཡིག་ཚད་གཏང་གི་ཡོད་ར་ནམ་རྒྱུ་དེ་འདྲས་བཏང་འདོད་ཙམ་པ་ཨ་ནི་དངོས་གནས་ག་རེ་སུ་ཡག་པོ་བྱེད་སུ་ཡག་པོ་བྱེད་ཀྱི་ཡོད་རེད་བརྩོན་འགྲུས་བྱེད་མཁན་དེ་དབང་པོ་རྟུལ་པོ་ཡོད་ན་ཡང་རིག་པ་ཡག་པོ་མེད་ན་ཡང་ཁོ་རང་གི་བརྩོན་འགྲུས་བྱས་ཙང་ཨ་ནི་གྲུབ་འབྲས་ཡག་པོ་ཐོན་གྱི་ཡོད་རེད་སློབ་སྦྱོང་ཡང་ཡག་པོ་ཤེས་ཀྱི་ཡོད་རེད།